འཛམ་གླིང་ཞི་བདེ་སེམས་ཀྱི་སྟོན་པ་རྒྱ་གར་རིན་པོ་ཆེ་གུས་ཕྱག་སྨོན་དུ་བཏང་ནས་སྐྱབས་གནས་ལྷ་ཆེན་རྣམ་པ། དགེ་འདུན་རྣམ་པ། ཕ་ཡུལ་བོད་ཅིག་གི་བོད་རིགས་སྤུན་ཟླ་རྣམ་པ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ངའི་མིང་ལ་བྱམས་པ་རེ་ཙི་གུ་ར་ལགས་ཡོད། ང་སྡེ་མི་ནི་སོ་བྲ་ས་གནས་ལགས། རང་དབང་གི་དམངས་གཙོའི་གི་གོ་སྐབས་དེ་ཟིམ་བྱས་གཙོ་བོ་དེ་རྒྱ་གར་རོམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་དེ་རིང་འདི་ང་རང་ང་སུ་རེད་གི་བརྗོད་གཞི་ལེའུ་བཞི་བ་དེ་ཆ་དེ་བཞག་ཨ་ནི་དེ་རིང་གི་བརྗོད་གཞི་དེ་ག་རེ་ཆ་དེ་བཞག་ཞུ་བ་ཡིན་ན་ནང་ཆོས་རྫ་དྲག་ར་བ་ནང་ཆོས་རྫ་དྲག་ལ་བས་ན་ཨིན་སྐད་ནས་ཞུ་བ་ཡིན་ན་ཨ་ནི Importance of Buddhist ར་བ་ང་ཚོ་ང་སུ་རེད་ཀྱི་ལེའུ་བཞི་བ་འདི་ནང་ཆོས་ཨ་མདའ་དུས་ཚོད་ལ་བརྟེན་པའི་གི་རྫ་ཕྲ་བོ་ཞུགས་ཀྱི་ཆ་དེ་བཞག་ཨ་དང་པོ་འདི་ལ་ང་རང་དེ་ཡུ་ཀྲུབ་དྲ་རྒྱ་བཟོས་ཡ་ང་སུ་རེད་ལའི་གཙོ་བོ་འདི་ཨ་རྒྱ་བ་རིན་པོ་ཆེའི་ཐུགས་བསྐྱེད་དམ་བཅའ་གསུམ་པ་བོད་པའི་གི་སྐད་བོད་པའི་གི་ཆོས་བོད་པའི་གི་རིག་གཞུང་སྲུང་སྐྱབས་ཀྱི་ཐོག་ལ། རྒྱབ་སྐྱོར་གནང་ཡག་གི་ཆེད་དུ་ཨ་ནི YouTube དྲ་རྒྱ་དེ་བཟོས་ཀྱི་ཡོད། ང་རང YouTube དྲ་རྒྱ་དེ་བཟོས་བ་ཡིན་ན་ང་རང་འགྲོ་གཅིག་བློ་གཞོན་པ་དེ་འདས་དང་ང་རང་གི་བློ་ང་རང་ལས་ད་ལོ་ཆུང་བ་དེ་འདས་ཀྱི YouTube ང་རང་ག་ཅིག་སེ་གནང་བྱས་ཉག་ཅིག་བོད་པའི་གི་རིག་གཞུང་ལ་ཅིག་དོ་སྣང་ལས་ཡ་དག་ཅིག་རྒྱ་རོམ་པ་ཆེ་གི་བཀའ་བཀྲུ་བས་ཡ་དག་དེ་འདས་ཀྱི་ཨ་ནི།

གལ་སྲིད་ངེད་ཀྱི་སྐད་ཆ་བཤད་རྒྱུ་དེ་ཨ་ནི་སོ་སོ་ཅིག་དོན་དམ་བདེན་པའི་གི་ཐོག་ནས་ད་ཨ་ནི་སོ་སོ་ཅིག་ཅིག་ཡག་པོ་ར་ཞིག་མཐོང་གི་ཡོད་ན་གལ་ཆེན་པོ་ར་ཞིག་མཐོང་གི་ཡོད་ན་ཨ་ནི་གོ་ཅིག་དེ་ཡིན་ཅིག་མིན་ཅིག་ཤེར་བྱེད་རོགས་གནང་ས་ནི་ཞུ་ཡས་ཡིན། གལ་སྲིད་ངེད་ཀྱི་སྐད་ཆ་བཤད་རྒྱུ་དེ་ཚོ་ཡང་ཅིག་སོ་སོ་བློ་ལ་ཏག་ཏག་མ་བདེ་བ་དག་དེ་འུ་མེད་བ་དག་ཅིག་མེད་བ་ཡིན་ན་ཨ་ནི་དོ་ཕྱི་ནས་བཞག་གནང་ན་འགྲིག་གི་ཡོད་རེད་ས་ནི་ཞུ་ཡས་ཡིན་པ། ད་དེ་རིང་གི་བརྗོད་གཞི་འདི་ག་རེ་བྱ་གི་འདུག་ཞུ་བ་ཡིན་ན་ང་སུ་རེད་ལས་གཙོ་བོ་འདི་ང་སུ་རེད་ལ་འདུག་གོང་བུ་ང་བོད་པ་ཆགས་ཀྱི་ཡོད་རེད་ཟེར་བ་ཨ་ནི་ང་ཚོ་བོད་པ་ཡིན་པ་ཙམ་གྱིས་ང་རང་ཚོ་བོད་སྐད་རྒྱབ་ཡོད་རེད་བ། གཉིས་བ་འདི་ལ་ང་ཚོ་བོད་པའི་ཡིན་བོད་པ་ཡིན་པ་ཙམ་གྱིས་ང་རང་ཚོ་གི་རིག་གཞུང་འདི་ཡག་པོ་གོ་ཚོད་ཡག་གཙོ་བོ་འདི་རིག་གཞུང་ནང་ལོགས་ནི་ང་རང་ཚོ་གི་ནང་ཆོས་འདི་ཡོད་རེད་བ། ཨ་ནི་འདི་ཆ་འདི་བྱ་ཟེར་ནས་ཞུ་ཡས་ཡོད་རེད་བ་འདི་རང་ཉིད་གལ་ཆེ་ཤོས། ཡང་འདི་མངལ་དུ་ཤི་བ་ན་ཞིག་རེད་དེ་རང་གཉིས་སྲུང་སྐྱབས་བྱས་ཏེ་རྒྱ་གར་རོང་བྱེས་ཀྱི་ཐུགས་བསྐྱེད་དམ་བཅའ་གསུངས་པ་དེ་ཆགས་བསྡད་ཡོད་རེད། དེ་རིང་ང་ཚང་ང་རང་ཚོ་གི་རིག་གཞུང་ནང་ལོགས་ནས་གཉིས་བ་དེ་ནང་ཆོས་ད་ནང་ཆོས་དང་སྐད་ཡིག་ལ་དུ་གོམས་པོ། ང་རང་བསམ་པ་ལ་ད་སྐད་དེ་དང་པོ་ལེགས་ཡོད་རེད་བསམ་གི་འདུག་གང་ཟེར་ན་ང་རང་ཚོ་གི་བོད་པས་ཀྱི་སྐད་ཀྱི་ཐོག་ནས་ད་ང་ཚོ་ནང་ཆོས་དེ་བསྒྱུར་ཐུབ་ཡོད་རེད་བ། ང་ཚོ་བེ་རི་སྤུན་ཟླ་ལ་དུ་བྱས་ནས་བཀྲམས་ཐུབ་ཡོད་རེད་བ། འདི་སོང་ཙང། ཨ་ནི། དེ་རིང་གི་ལྟ་བྱེད་ཤོས་འདི་ང་སུ་རེད་ཀྱི་ལེའུ་བཞི་བ་འདི། ནང་ཆོས་རྫ་དྲག་ཆ་དེ་བཞག། ད་ང་ཚོ་དང་པོ་དེ་ལ། འདི་རྙེད་ལ་ལེའུ་འདི། ནང་གི་ཁ་བྱང་ལ་ནི་ངེད་ཀྱི་ཅིག་བཟོས་ཡོད་རོ། ལྷན་ངེད་རྣམ་པ་ཚོ། འདི་རྙེད་ཀྱི།

ཡེ་ཤུ་ཀྱི་ཆོས་ལུགས་སྐོར་ལ་ང་རང་ལ་ཁོ་རང་གིས་འགྲེལ་བཤད་མང་པོ་ཞུ་ཅིག་རྒྱག་ས་རེད་བ། གཙོ་བོ་འདི་ལྟ་ཡེ་ཤུ་ཀྱི་ཆོས་ལུགས་འདི་ཁ་ཁ་གལ་ཆེན་པོ་ཡིན་མེད་ཁྱོད་རང། ཡེ་ཤུ་ལ་དད་པ་ཆེ་བ་ཡིན་ན་སོ་སོ་གི་སྡིག་པ་དག་ཚང་མ་དག་གི་ཡོད་བ་རེད་བ། དམིགས་བསལ་གྱི་ཁོང་ཚོ་གི་ཡེ་ཤུ་ཀྱི་ད་ལྷ་དེ་ལ། Jesus Christ། ལ་ད་དད་པ་ཆེ་བ་ཡིན་ན་ཁོ་གིས་ཨ་ནི་ཁྱོད་རང་ལ་སྙིང་རྗེ་སྟོན་གི་རེད་ཁྱོད་རང་གི་སྡུག་བསྔལ་གྱི་ལམ་ནས་མ་ཁྲིད་ཐུབ་གི་རེད་ལ་ནི། དེ་འདྲའི་བཀའ་མོལ་མང་པོ་ཞུ་ཅིག་གནང་ས་རེད་བ་ཨ་ནི་ང་རང།

དེ་ཤེས་ཙང་ཁོ་རང་གི་ཀ་མེད་ནང་དུ་ང་རང་ལྷོད་ལྷོད་བྱེད་ནི་ངེས་ཀྱི་གོ་སྐབས་དེ་བྱུང་སོང་བ། གལ་སྲིད་ང་རང་ནང་ཆོས་ཀྱི་དཔྱད་གཅིག་སློབ་སྦྱོང་དང་དེ་འདྲས་ཀྱི་མི་ཡ་བས་ན་ང་རང་ལབ་སང་རླུང་ཟ་སྲིད་ཀྱི་རེད་ང་རང་ཁོ་ལ་ཅིག། སྐད་ཆ་དེ་འདྲས་ཡང་མ་བྱེད་བཙལ་ཤོར་བའི་ཉེན་ཁ་ཆགས་སྲིད་ཀྱི་རེད་བ། ཨ་ཁོ་རང་ཀ་མེད་གནང་ཚར་བའི་རྗེས་ལ་ཨ་ནི་ཁྱོད་རང་ཆོས་ཆོས་ག་རེ་ཡིན་ཟ་ཁོ་རང་ད་ཡུལ་ཤུལ་སྐོར་ལ་མ་དགོས་ཤུལ་ཁོ་རང་ཀ་མེད་གནང་ཟ། ཡུལ་ཤུལ་ཆགས་ན་ཁྱོད་རང་ཨ་ནི། ཁོང་ཚོ་གིས་ད་ཡུལ་ཤུལ་གྱི་ལྷ Jesus Christ ཁྱོད་རང་སྡིག་པ་དང་སྡུག་བསྔལ་གྱི་ལམ་ནས་བ་མཐར་ཐུག་རེད་དེ་འདྲའི་ཆེས་མང་པོ་ཤོད་ཀྱི་ཀ་མེད་ནགས་ཚལ་ནི་ཉེས་མ་ཁོ་རང་གི་ད་ཁོ་རང་གི་ཨ། མི་མང་པོ་དོན་དག་ལ་ཁོ་རང་གི་ད་དཀའ་ཉེས་དཀའ་ལས་ག་ཚོད་རྒྱག་ཡོད་མེད་དེ་འདྲ་ཡོད་རེད་བ། དེ་འདྲའི་ནང་ཁོ་རང་གི་རྗེས་ལ་ལ་སོན་ཁྱོད་རང། ཆོས་ལུགས་ག་རེ་ཡིན་པའི་ཟེར་བ་ནི་ང་ནང་པ་ཡིན་ལ་ཡོད་རེད་བ་ཨ་ལས་ཟེར་བ་ནི་ནང་པ་དེ། ཁྱོད་རང་ཚོ་ཆོས་དེ་ག་འདི་ར་བྱེད་ཡོད་རེད་འགྲོ་བྱེད་ལ་ཁོ་རང་གི་རེད་བ། ཁྱོད་རང་ཚོ་གི་ཆོས་འདི་གཙོ་བོ་འདི་ལྟ་ཅི། སྒོམ་དགེ་དེ་འདི་མ་རེད་འགྲོ་ཅི་གསུངས་སོང། གཉིས་ལ་ཡང་ང་ཚོ་ཆོས་འདི་ནང་ཆོས་འདི་སྒོམ་དགེ་རེད་སྙིང་རྗེ་སྒོམ་མེད་རེད་ཟེར་ནས་ཁོ་རང་ལ་ངེད་ཀྱི་མདོར་བསྡུས་ཅིག་ཞུས་ཡིན་པ། གཙོ་བོ་འདི་ང་ཚོ་ཆོས་འདི་ལྟ། གཉིས་ལ་ཡང་གཙོ་བོ་འདི་ཆོས་ལུགས་གང་འདི་ཡིན་ན་ཡང་ང་རང་ལྟ་མཁས་པ་མཐོང་གི་མི་འདུག་ལ། གང་ཡིན་ཟེར་བ་ན་ཆོས་ལུགས་ཚང་མའི་གི་སློབ་སྦྱོང་གཙོ་བོ་འདི་བྱང་ཆུབ་སེམས་དང་སྙིང་རྗེ་ཆ་འདི་ཡོད་རེད་ལ་ཡིན་པ། མིད་ལ་ང་ཚོ་གི་ལྟ་བྱང་ཆུབ་སེམས་དང་སྙིང་རྗེ་འདི་སྟོན་ཐུབ་ན། ཆོས་ལུགས་ཚང་མའི་གི་ལྟ།

ཨ་ནི་ནང་ཆོས་འདི་ད་དེ་འདྲའི་སྒྲོག་ཅིག་རེད་མ་རེད་འདི་འདྲའི་སྒྲོག་ཅིག་རེད་གསུངས་ཟེར་བ། ང་རང་ཡང་ད་ལྟའི་སེམས་འཚབ་འགྲོ་ཆ་ཆ་ཟིག་ཡིན་ན་ཡང་ངེད་ཀྱི་ལག་ས་སྙིང་རྗེ་དང་བྱམས་བྱམས་སྙིང་རྗེ་གོ་མིན་པ། ཨ་ནི་ཁོ་རང་རང་ཉིད་དཀའ་ངལ་གྱི་གཡོག་དང་ཧ་གོ་ས་གང་ཡིན་ཟེར་ན་སྤྱི་བཏང་གི་ཆོས་ལ་ཅིག་དོ་སྣང་མང་པོ་བྱེད་མཁན་དེ་ཚོ་ལ་ཅིག་སྐད་ཆ་མང་པོ་བཤད་མཁན་དེ་ཚོ་ལ་ཁོ་རང་ཚོ་སེམས་ལ་དཀའ་ངལ་ཡོད་ཙམ་ཁོ་ཚོ་གི་སྐད་ཆ་མང་པོ་བཤད་ཀྱི་ཡོད་རེད། འདི་ང་རང་ཉམས་མྱོང་ནས་འདི་འདྲའི་ཅིག་བསགས་མྱོང་རོ།

ང་དེ་གོ་བ་ཙམ་གྱིས་ང་རང་ལ་སངས་ཅིག་སེམས་པ་ནང་ལ་སྙིང་རྗེ་དག་ཅིག་བྱང་ཆུབ་སེམས་འགྲོ་ཅིག་སྐྱེས་གལ་སྲིད་ང་རང་ཡིན་ན་སྤུ་བོ་ནང་ལ་འདི་སྤུ་བོ་གཉིས་ཀྱི་ཕ་མ་རོ་དཔག་ལ་ཆགས་དེའི་རེ་ད་གོ་ཁོ་རང་ཡིན་ན་སྤུ་བོ་སྙིང་རྗེ་རྩ་དྲག་པོ་ཞུ་ཆགས་དེ་བཞིན་སྙིང་རྗེ་དེའི་ཕྱི་ནས་ཁོ་ཡི་བཀའ་མོལ་མང་པོ་གནང་གི་འདུག་བསམ་བསམ་འགྲོ་ཅིག་དྲན་སོང་ངས་ཁོ་རང་ལ་ལ་ཡིན་འོང་ཁྱོད་རང་དེ་འདྲའི་བཀའ་ངལ་བརྗོད་བ་ཡིན་ན་ཡིན་རེད་ཡིན་ན་ཡང་ཁྱོད་རང་ཚོ་ལྟ་ཅིག་ག་ལ་བོ་རེད་ཆོས་ཀྱི་ཐོག་ནས་ཁྱོད་རང་ཚོ་ཅིག་ཞུ་ཅིག་ཁྱོད་རང་དོགས་ལན་བྱེད་དོགས་དཔེ་ཡག་པོ་རེད་ལན་ཁྱོད་རང་དེ་འདྲའི་ཐོག་ནས་ཁྱོད་རང་སྒྲུང་འདེབས་འགྲོ་ཅིག་ཁྲི་ཐོག་ནས་མི་མང་པོ་ཞུ་ཅིག་ལ། ཕན་ཐོགས་ཡི་གོ་སྐབས་ཡོད་རེད་ལབ་ཡིན་པ། ཁོ་རང་གིས་ལབ་སོང་འདི་བསམ་ཚུལ་འདི་ཚོ་ཡག་པོ་འདུག་གསར་བ། ཨཱ་ནི་ཁོ་རང་ལབ་སང་ཕ་གི་གནམ་གྲུ་ནང་ལོ་ལ་ལྟ་ཡ་མ་གཅིག་ཆུ་སྐྱེ་ངན་ལྟ་གཅིག་ཨ་རག་སྐྱེ་ངན་དེ་འདི་ཡ་མ་གནམ་གྲུ་ནང་ལོ་ལ་ལྟ་ལས་བྱེད་པ་ཡ་མ་འབྲུག་ལྟ། ལས་བྱེད་པ་ཅིག་ཕེབས་ནང་ས་ནི་ཁོ་རང་གིས་ལབ་སང་ཨ་རག་བོ་རོ་བཅུ་འཇུ་གཅིག་མངགས་སོ། ཨཱ་ནི་ཨ་རག་བོ་རོ་བཅུ་འཇུ་མངགས་ང་དེ་ཡ་མཚན་ཟ་ག་ཡིན་ཟེར་ན་ཁོ་རང་ཆོས་ལ་དད་པ་ཞུ་འདུག་ཨཱ་ནི་ཨ་རག་བོ་རོ་ཅིག་ལེན་འདུག་མགོན་པོ།

དེ་སོང་ཙང་ཁོ་ཨ་ར་བ་རུ་སྤྱོད་འཇུག་དེ་ཁས་བྱས་ཨ་ནི་ཁོ་གི་ནང་ལ་ཁོ་རང་དང་ཁོ་རང་གི་སྐྱེས་དམན་གྱི་སྤུ་བོ་ལ་ཨ་ནི་ཁ་ལག་ནང་ལ་ཏིས་ལུ་བུ་འདུག་ག་འབུ་སྤུ་བོ་དེ་ཁ་ལག་ཡག་པོ་བི་ཟ་ཐུག་འདུག་སྤུ་བོ་དེ་ག་རིང་ནས་ཁ་ལག་ཡག་པོ་ཟ་གོ་འདུག་ཁོ་ཁ་ལག་ཟ་མ་ཐུག་ཁོ་རྐང་སྤོ་ཞུ་ཅི་ཆ་ཨ་ནི་ཁོ་རྐང་གཉིས་ཇུས་འགོ་ཞུ་ཆ་ཡ་སོ་ར་ངས་དེ་ཨའོ་ད་ཅིག་གོ་སྐབས་བཟང་པོ་ཅིག་མཐོང་སོ་དེ་འདིར་བསམ་སོ་ཨེ་ཁོ་རང་ཡང་གོ་ནི་ཡུལ་ཤུལ་སྐོར་ལ་ཞུ་ཅིག་ལྟོས་རེ་བཏང་ཡ་སྐྱག་དེ་འདི་བྱེད་སོ་ཨ་ནི་ང་ཏིས།

དེ་འདི་ཇི་ལྟར་རྫ་དྲག་པོ་ཅིག་ན་དེ་བཞག་ད་དཀའ་ངལ་ཆེན་པོ་ཆགས་ཏེ་བཞག་ཨ་ནི་ཁྱོད་རང་གི་སྐད་ཆ་ཉིན་ཐོ་གོ་མ་ང་རང་ལ་ཤེས་ཡོན་ཞུ་ཅིག་རག་སུ་ལ་ཡིན་པ་ཨ་ནི་ཁོ་རང་པས་དགའ་སེ་འགྲོ་ཅིག་བྱེད་སོ། རྗེས་ནས་ཁོ་རང་ཁོ་རང་ཅིག་བསམ་བློ་འགྲོ་ཅིག་ད་ང་གཉིས་ད་གནམ་གྲུ་དེ་བབས་པ་རེད་ཨ་ནི། ཁོ་རང་ཁོ་རང་འགྲོ་སོ་ཨ་ནི་འདས་དེ་གི་མཉམ་དུ་ལ་ཡང་ཁོ་རང་གི།

ཁོ་རང་ཚོ་གི་ལམ་ལུགས་དང་འགྲོ་སྟངས་དེ་ཚོ་ང་ཚོ་གི་ད་ཅིག་རིག་གཞུང་མི་ཚོ་ཇག་ཡག་ཚོ་གལ་ཆེན་པོ་རེད་ཟེར་བ། ང་རང་ཚོ་གི་ཕར་ནང་ཆོས་དག་དེ་ངོ་སྤྲོད་གནང་གི་ཡོད་ན་ཞེས་རོ། ད་དེའི་རྗེས་སུ་ཁོ་རང་ཁོ་རང་འགྲོ་སོང་ང་རང་ང་རང་ད་མི་ནས་སོང་ལ་གནམ་གྲུ་ཕབ་ང་རང་ང་རང་འགྲོ་ཡིན་པ། རྗེས་ནས་ནང་ལ་དུ་ང་རང་ང་རང་བསམ་བློ་དེ་གཏང་ཐུབ་ཨོ་བསམ་སོ་དཀོན་མཆོག་གསུམ་ཧུམ་ད་དེ་རིང་བཀའ་མོལ་འདི་དེ་འདྲ་བྱུང་བ་ན་བཞིན་གི། ད་ང་ཚོ་བོད་པ་སྤྱི་ཚོགས་ནང་ལོགས་ལ་ཨ་རིག་ལུང་པ་ལ་ད་དངོས་གནས་སུམ་ངག་སྒྲོག་བྱེད་ཡིན་པ་ཡིན་ན་ད་གལ་སྲིད། ནང་ཆོས་ཀྱི་ཐོག་ནས་ཅེས་མ་བཤད་རོགས་ང་རང་ནང་པ་ཡིན་ལབ་ཀྱི་ཡོད་རེད་རོགས་དང་པོ་དེ་ལ་ང་སུ་ལ་འདུག་ང་བོད་པ་རེད་ཟེར་རོགས་ཨ་ནི་ང་ནང་པ་ཅིག་རེད་ཟེར་ཨ་ནི་ནང་པ་ཡིན་འདུག་གོ་འབུ་ང་རང་ལ་འགྲོ་བཞིན་པ་ཡིན་ན་ད་ནང་པའི་གི་སློབ་སྦྱོང་དང་ནང་པའི་གི་ལྟ་ཅི་ག་ལ་བོ་རེད basic ལ་བོ་རོགས་ནང་པའི་གི་ནང་ཆོས་ནང་པ་ཡིན་པ་ཙམ་གྱི་འབྲི་གོ་མ་རོགས་ང་ནང་པ་ཡིན་ན་དཔེར་ན་ཆ་ང་བོད་པ་རེད་ལབ་དུ་ང་སུ་རེད་ང་བོད་པ་རེད་ལབ་དུ་འབུ་ང་བོད་སྐད་རྒྱབ་པའི་གོ་རོགས་འདི་ངེད་ཀྱི་དཔང་རྟགས་སྟོན་གྱི་ཡོད་རོགས།

གསུངས་པ་འདི་ལ་ང་ཚོ་རྒྱ་གར་རོ་མ་ཆེ་སྐུ་པར་འདི་ལ་ངོས་འགྲོན་བྱེད་ཡ་རོ་ཨ་ནི་ང་ཚོ་གི་ལྷ་སྲུང་མ་གི་རྟ་སྐུ་དེ་ཚོ་ལ་ངོས་འགྲོན་བྱེད་དཔེ་གལ་ཆེན་པོ་རེད་ཤག་ང་ཚོ་གི་ཆོས་འདི་གཅིག་དད་པ་དང་རྨོངས་དད་གཅིག་པོ་གྱིས་བྱེད་བདེ་བ་ཡིན་ན་ང་རང་ཚོའི་སྤྲུ་སྐུ་དེ་ཚོ་ནང་ཆོས་དེ་ལ་དཔེ་ཉེན་ཁ་ཆེན་པོ་རེད་ཤག་རྒྱ་གར་རོ་མ་ཆེ་བཀའ་སློབ་ནང་ལོ་ག་བསྟུན་ནས་གསུང་གི་ཡོད་རེད་ང་རང་ཚོ་གི་ནང་ཆོས་དེ་སྙེ་མ་རྨོངས་དད་དང་དད་དད་ཀྱང་བྱེད་དད་པ་ཀྱང་བྱེད་བདེ་བ་ན་ང་ཚོ་གི་ནང་ཆོས་དེ་སྲུང་སྐྱོབ་བྱེད་ཐུབ་ཀྱི་མ་རེད་ཟེར་རོ།

ཨ་ནི་སྙེ་མ་རྒྱ་གར་རིན་པོ་ཆེ་གིས་སྤྱི་ལོ་གཅིག་དང་དགུ་བརྒྱ་དགེ་བཅུ་དགེ་དགུ་ལ་ནོ་བེལ་གཟེངས་རྟགས་ཐོབ་རྗེས་ཨ་ནི་ང་ཚོ་ཕ་མ་ཅིག་དང་ཨ་རིའི་ལུང་པ་ར་ཡ་གི་ཝི་ས་དེ་གི་རྟེན་འབྱུང་ལ་བརྟེན་ནས་བྱུང་རུ་བ། བདེན་ཐད་ཀྱི་རྟེན་འབྱུང་ཅིག་འབྲི་ཤེས་མཁན་ཧ་ཅང་གལ་ཆེན་པོ་རེད་ཤར་བ། སྙི་བ་དེ་ལ་རྟེན་འབྱུང་ལ་བ་ཡིན་ན་ད་སྤུ་བོ་གྲོ་ཅིག་ལ་ཅིག་སྙེ་འབའ་གྲོ་ཞེས་སྤྲད་པ་ཡིན་ན་རེད་ཆུ་ལོ་རྩེ་མོ་རྩེ་ཡས་རྩེ་མོ་རྩེ་ཡས་ཀྱི་ལྕགས་ལ་གྲོ་ཞེས་ཚོང་བ་ཉེ་བ་ཡིན་ནས་ལབ་སང་རྩེ་མོ་རྩེ་ཡས་ཉེ་ནས་མ་སྤྲད་བ་ཅིག་རྩེ་མོ་རྩེ་ཡས་སྤྲད་འདུག་གམ་པོ་ད་རྩེ་མོ་རྩེ་ཡས་དེ་ག་ནས་ལས་རེད་ཟེར་བ། ཨེ་སྤུ་བོ་དེ་ལ་བ་ན་ཨོ་ཉེ། ཡིན་ན་འདི་ངའི་སྤུ་བོ་སྙེ་མ་ཡིན་ན་སྐྱོན་བརྗོད་ནི་ངས་དེ་ལབ་ཀྱི་ཡོད་ད།

ད་ནི་ཡིན་སྟབས་སྐར་མ་ཉི་ཤུའི་ཚར་ཆགས་སུ་ཡང་ཅིག། སྐད་ཆ་མང་པོ་མང་པོ་བཤད་པ་ན་ཡང། ཏག་ཏག་ཅིག་བསྡད་ཀྱི་མི་འདུག་མི་མང་རྣམ་པ་ཚོ་གི་སེམས་པ་ནང་ལ་ཏག་ཏག་ཅིག་འཛུལ་གྱི་མ་རེད་བསམ་གྱི་འདུག་རོ། ད་གཙོ་བོ་གཙོ་བོ་དེ་ལ་ད་ཅིག། མཇུག་བསྒྲིགས་ནས་ད། མཐའ་མ་དེ་ལ Conclusion ལ་ག་རེ་ཞུ་ཡ་ཟེར་བ་ན་ཨ་རིའི་ལུང་པར་ཡོད་པའི་ཕ་མ་རྣམ་པ་ཚོ་སྐུ་ཅིག་ཡིན་གྱི་མིན་གྱི། སྤྲུལ་སྐུ་ལ་ཞུ་གི། ཨ་ནི་སོ་སོ་ཅིག། ཡོན་ཆབ་ཕུད་དུ་གོང་བུ་མཉམ་དུ་བསྟུན་ཡ་ཕྱག་བཙལ་བཅུག་ཡ་སོ་སོ་གི་མཉམ་དུ་ཕྱག་བཙལ་ན་དཔེ་གལ་ཆེན་པོ་རེ་ཞིག་ཤེས་ཚོད་ཡོད་རོ།

བདེན་པ་ཞིག་ཡོད་རེད་ཨ་ནི་སྟོང་པ་ཉིད་ཡོད་རེད་རོ་ད་འདི་སྟེང་གསར་བུ་ཞུ་བྱོས་རེད་ང་རང་ཞེ་ར་ཞེ་ར་ཤེས་ངེས་མེད་ཡིན་ན་ཡང་དེ་རིང་ཞུའི་གཙོ་བོ་དེ་ནང་ཆོས་ངོ་སྤྲོད་དེ་ཧ་ཅང་གལ་ཆེན་པོ་རེད་ཤ་མིག་སེར་གྱི་ཆེས་ལུང་པ་ལ་ཕ་མ་རྣམ་པ་ཚོ་སྤྲུལ་སྐུ་ཡོད་བ་ཡིན་ན་སྤྲུལ་སྐུ་ལ་ཡིན་གཅིག་མིན་གཅིག་ནང་ཆོས་ཀྱི་ངོ་སྤྲོད་དེ་བསླབ་རོགས་གནང་ཨ་ཕ་མ་རྣམ་པ་ཚོ་གལ་སྲིད་ཡང་ནང་ཆོས་སྦྱང་ཡག་གི་འདོད་པ་ཡོད་བ་ཡིན་ན་ལོ་གཞོན་པ་ཕ་མ་ཚོ་ལ་ཁད་དོ་རོ་ཨ་ནི་ངེད་ཀྱི་ཡིན་གཅིག་མིན་གཅིག་དེ་ལིང་དེ་ངའི་བག་ལ་བཞག་གོང་ད་དགེ་བཤེས་བློ་བཟང་ཟླ་བ་ལགས་ཀྱིས་ནང་ཆོས་ངོ་སྤྲོད་བྱོས་རེད་དཔེ་ཡག་པོ་ཡོད་རེད་རོ།

Psychologist དང Psychiatrist དེ་ཚོ་ཡིན་ན་ཡང་ཚན་རིག་པ་ཡིན་ན་ཡང Scientist ཡིན་ན་ཡང་ང་ཚོ་གི་ནང་ཆོས་ལ་དོ་སྣང་བྱེད་ཀྱི་ཡོད་རེད་བ། བྱེད་གཙོ་བོ་དེ་དད་པ་དང་རྨོངས་དད་ཀྱི་ཐོག་ནས་མ་རེད་གཙོ་བོ་དེ་ནང་ཆོས་ཀྱི་སློབ་སྦྱོང་གི་ཐོག་ནས་རེད་བ། རྟེན་འབྱུང་དང་བདེན་པ་གཉིས་དང་བདེན་པ་བཞི་དང་ཨ་ནི་སྟོང་པ་གཉིས་དང་སྒོམ་དང་དེ་ཚོ་ཚང་མའི་ནང་ལོ་གཏིང་ཟབ་པོ་ཞུགས་ཀྱི་ཡོད་རེད་བ། ཨོ་དེ་རང་ཡིན་ལགས་སོ་འོན་མཐའ་མ་དེ་ལ་ཨ་ནི་ལྷན་གྱི་རྣམ་པ་ཚོ་གལ་སྲིད་ངེད་ཀྱི་བཀའ་མོལ་གནང་རྒྱུ་དེ་ཚོ་ད་ཅིག་ཏག་ཏག་ཅིག་བློ་ལ་བསྡད་ཀྱི་ཡོད་ན་ཡིན་གྱི་མིན་གྱི།

ཁྱེད་ཚོས་ངའི་བཀའ་མོལ་གནང་སྐྱོན་དེ་ལ་ཡང་ཅིག་འབྲེལ་བ་མི་དགོས་དང་ཆོ་མི་དགོས་ཐུགས་ངལ་ན་དུ་ཟེར་ནས་བཞག་རོགས་གནང་ཟེར་ནས་ཞུ་ཡོན་ཡོད་རེད་བ། ཡ་ཐ་མ་འདི་ལ་རྒྱ་གར་རུམ་ཅིག་སྐུ་ཚེ་ཞབས་པད་བརྟན་པ་དང་རྒྱ་གར་རུམ་ཅིག་བོད་ལ་མགྱོགས་པོ། ཨ། རྟེན་འབྲེལ་ཞུ་བའི་གི་རེ་བ་དང་མུན་ལམ་ཡོད། ལགས་སོ། ཁྱེད་རང་ཚོ་གཞོན་སྐྱེས་དེ་དང་ང་ཚོ་རེ་བ་རྒྱག་སའི་མི་ཆགས་བསྡད་ཡོད་རེད། བྱེ་བྲག་ཏུ་བོད་ལ་ཆ་བཞག་ནས་བོད་གངས་ཅན་གྱི་ལྗོངས་ཀྱི་བ་ད་ཆོལ་ཁ་གསུམ་དབྱེ་བ་མེད་པའི་ད་མི་ས་ཡ་དྲུག་བདུན་ཅིག་ཡོད་བསྡད་པ་འདིའི་སྟེང་གི་དཀའ་ངལ་ཆེན་པོའི་བར་ལ་སོ་སོའི་མི་རིགས་ཀྱི་རིག་གཞུང་སོ་སོའི་སྐད་ཡིག་ད་གོ་རྒྱབ་བསྡད་པར་བ། ད་ང་ཚོ་དེ་རང་དབང་ལུང་པའི་ནང་བསྡད་ཡོད་རེད་བ། གཅིག་བོད་ནང་ལ་ཡོད་བསྡད་བའི་མི་དེའི་དེ་དངོས་ནས་ཁོག་པ་ལ་མེ་འབར་ནས་ཁ་ནས་པའི་དུ་བ་ཐོན་མ་ཆོག་བའི་སོར་ཐོན་མ་ཐུབ་པའི་སོར་བསྡད་བསྡད་ཀྱི་ཡོད་རེད་བ། ད་ང་ཚོ་དེ་རང་དབང་ལུང་པའི་ནང་ལ་ད་བསྡད་བསྡད་ཡོད་རེད་བ། ད་ཁོ་ཚོས་རེ་བ་བསྐྱེད་པ་དེ་ང་ཚོ་རེ་བ་བཅོལ་གྱི་ཡོད་རེད་དེ་འདྲ་ཡིན་དུས་ང་ཚོས་ད་ཁོ་ཚོའི་མི་ཚབ་བྱེད་དགོས་རེད་བ། ཤེས་སོང་ང། ཁོ་ཚོས་མི་གཙོ་ཆེ་ནི་ང་ཚོ་བསད་གཏུབ་རྫིང་བྱ་སྐད་ཆ་མ་རེད། ཁོ་ཚོས་གཅེས་པོ་བྱ་དེ་བོད་ཀྱི་རིག་གཞུང་གཅིག་རེད་བོད་ཀྱི་སངས་རྒྱས་པའི་ཆོས་རེད་བོད་ཀྱི་སྐད་ཡིག་དེ་རེད། ཅི་ཙང་བ་ད་དེ་དེ་དེ་ང་རང་ཚོ་དེ་རང་དབང་ལུང་པའི་ནང་ལ་ཡོད་པ་དེ་དེ་ད་དེ་བོད་རྒྱ་ཆེ་མི་མང་གི་སྲོག་བློས་བཏང་ནས་ད་གཅེས་པོ་བྱེད་ནས་ཉར་དེ་ཡ་དེ་ད་ང་ཚོ་རང་དབང་ལུང་པའི་ནང་ལོག་ལ་ད་འུ་ཚིག་ཡིན་འདི་ཡིན་ད་ང་ཚོས་དག་གུ་མ་རྒྱབ་ན་སུས་དག་གུ་རྒྱབ་ས་པ་བྱེད་ན་བྱེད་དགོ་ད་ཤེས་སོང་ང་འདི་བྱེད་ཨ། སོ་སོ་ཅིག་དང་ཁང་པར་བརྗེས་བྱས་མོ་ཏོར་བརྗེས་བྱས་ཨེ་ནི་ཅིག་མདའ་རེ་མདའ་རེ་ཅིག་གླ་ཕོག་དིག་དིག་ཡག་པོར་བརྗོད་པའི་ཁོལ་དུ་ལ་ཨེ་ནི་བོད་ཞག་རེ་པའི་སྟེང་ཅིག་ཤི་བྱེད་བསྡད་ན་མ་རབས་རེད་ད། དེ་འདྲ་ཇི་དགའི་མ་རེད་ལ་ད་འདི་བསམ་གཏོང་རྒྱུ་ཡང་མ་རེད་ང་ཚོ་བོད་པ་ཡིན་ཡིན་བསམ་པ་དེ་ག་དུས་ཡིན་ནས་མ་ཤོར་ཤོར་བ་རེད།
ང་རང་ཚོ་ཕ་མེས་ཀྱི་ད་ག་འདྲ་མི་རབས་ཆད་སེ་ད་ག་འདྲ་བོད་མི་རིགས་དེ་གྱིས་དེ་བོད་ནང་རོགས་ལ་ད་དཀའ་ངལ་འཕྲད་ནས་བསྡད་དེ་ཡོད་རེད། ཡིད་བདེ་གི་དཀའ་ངལ་དེ་འདྲ་ཞིག་གི་འོག་ལ་ཡང་རེ་བ་ནམ་ཡང་མ་གཏོང་བ་བྱས་བྱས་བསྡད་དེ་གི་འདུག་བ། དེའི་རེ་བ་རྒྱག་ཡག་གི་མི། རྒྱུ་རྐྱེན་གཙོ་བོ་ད་ང་རང་ཚོའི་དད་འདུན་དེ་རེད་དེ། རྒྱུ་མཚན་ཆ་ཤས་གཅིག་ལ་བོད་མི་བཙན་བྱོལ་བ་མང་པོ་ཅིག་འཛམ་བུ་ནི་ཕྱི་ལོག་ལ་ཡང་བོད་མི་ཚབ་བྱས་བྱས་བོད་མི་མི་གུས་བཅས་ནས་བསྡད་ཡོད་བསམ་པ་ཅིག་བློ་ལ་ཡང་བཅངས་བྱས་ཨ་ནི་སེམས་ཤུགས་འདི། ཏན་ཏིག་ཡོད་རེད་ས་དེ་འདྲ་ཡིན་དུས་ང་ཚོ་བོད་པ་མེད་རེ་ངོ་རེ། ཇིང་པའི་སྒང་ལ་ཡང་ང་ཚོ་ལས་འགན་ཡོད་རེད་ད། དེ་སོང་ང། ང་ཚོ་ཆོས་རྒྱལ་བཀའ་དྲིན་ཅན་ཚོའི་རྗེས་འབྲང་གི་ད་མི་རབས་དེ། ད་ཚོ་ད། ཨོ། གསོན་ད་ཤི། ཚོ་ད་མི་ཚོའི་མཚམས་ལ་ཡར་སྡད་ཐུབ་པ་ཞིག་རེད་མ་གཏོགས་ལས་སླ་པོ་མ་རྟགས། ཨེ་ང་ཡིས་བསྐྱལ་ཡོང་གི་ཡོད་རེད། ས་དེ་འདྲ་ཡིན་དུས་ཚང་མས། ཀྱང་སྲིད། དབྱེ་བ་མེད་པར་ཚང་མ་ལོག་གི། རིག་པ་སྒྲིབ་མི་ཤུགས་བྱ་བའི་དུས་ཚོད་རེད་མ་གཏོགས་རྟགས་འདྲིས་དེ་ཡོད་བསམ་པའི་སོར་ང་ནི་མི་བརྩི་ཁྱོད་སོ་སྐྱིབས་ཐག་ཆོད་ཡོད་བསམ་བསྡད་དེ་ནོར་བ་འདྲ། ཤེས་སོང་ཨ།